བྱང་ཆུབ་ཀྱི་སེམས་དེ་དག་གང་ཡིན་ཞེ་ན་ཀུན་རྫོབ་བྱང་ཆུབ་ཀྱི་སེམས་དང་དོན་དམ་བྱང་ཆུབ་ཀྱི་སེམས་གཉིས་ཀ་རེད། ཀུན་རྫོབ་བྱང་ཆུབ་ཀྱི་སེམས་དེ་གང་ཡིན་ཞེ་ན་བྱམས་སྙིང་རྗེ་རེད། བྱམས་པ་ཞེས་བྱ་ནི། རང་དེ་མ་ཡིན་པ་ཅིག་གཞན་སེམས་ཅན་ཐམས་ཅད། བདེ་བ་དང་དགོས་འདོད་བདེ་བ་དང་ལྡན་ན་བསམ་པ་དེ་བྱམས་པ་རེད། སྡུག་བསྔལ་ན་གྲགས་ན་བསམ་པ་དེ་སྙིང་རྗེ་རེད། བདེ་བ་དང་ལྡན་པ་རྣམས་ལ་དེ་ནི་ཕྲག་དོག་ལ་སོགས་པའི་ཉོན་མོངས་སྤངས་ནས་མ་བྱས་པ་བྱས་ནས་རྗེས་སུ་ཡི་རང་བ། དགེ་བ་ལ་བརྟེན་ནས། བདེ་བ་ཐོབ་པ་ཡིན་པར་སོང་བ་དང། ཕྲག་དོག་སྤངས་ནས་དགའ་བར་བྱས། དེ་དེ་ཡང་ཕྱོགས་རིས་མེད་པར་རང་དང་གཞན་སེལ་ནས། རང་ཕྱོགས་དང་གཞན་ཕྱོགས་ཆགས་སྡང་ཕྱོགས་རིས་མེད་པར་བཏང་སྙོམས་བྱས་ནས། བྱམས་སྙིང་རྗེའི་དགའ་བ་བཏང་སྙོམས་སུ་བྱས་ནས་ཚད་མེད་བཞི་ལ་བློ་སྦྱངས་ན།

བ་དང། གནས་ལུགས་དེ་ལ་བཞག་པའམ་གནས་ལུགས་དེ་སྐྱོང་ཐུབ་པ་དེ་ལ་རིག་པ་ཟེར། གནས་འགྱུར་རིག་གསུམ་གཟི་བྱས་ནི། སེམས་ཀྱི་གཞི་རྩ་བཅོས་ཤིང་སེམས་ཀྱི། སེམས་དེ། དཔེར་ན། ད་ལྟ་གོང་དུ་ཞུས་པ་ན་ཞེས་ཀུན་རྫོབ་བྱང་ཆུབ་ཀྱི་སེམས་དེ། བྱམས་སྙིང་རྗེ། སྒོམ་པ་དེ། དེ་ནི་གཟུགས་སྐུ་གྲུབ་དབྱེ་བའི་གནས་ཡིན་པ་རེད།

ཐོག་མར་ཨ་ལོ་བློ་མ་འཆང་ན་སྟོང་ཉིད། སྟོང་པ་ཉིད་ལ་འཕགས། གང་སོང་རེད། མཉམ་པར་བཞག་སོང་ནས། ཐོག་མ་བློ་སྦྱོང་བ་རེད། བློ་མ་འཆང་བ་ལ་སྟོང་ཉིད་རྟོགས་པ་ལྔས་པ་སོང་ནས། བློ་མ་འཆང་བ་ལ་སྟོང་ཉིད། སྟོང་ཉིད། བསྟན་ན། དེ་སྟོང་ཉིད་དེ་གང་ཡིན་ཞེ་ན། རང་བཞིན་གྱི་སྟོང་ཉིད་མ་རེད། ཡོང་གི་ཡོད་མ་རེད།

ཐོག་མེད་ཀྱི། སློབ་དཔོན་ཐོག་མེད་ཀྱི་དེ། བྱམས་པ་བསྒྲུབས། མི་ལོ་བཅུ་གཉིས་བར་དུ་བྱམས་པ་བསྒྲུབས་ནས། བསྒྲུབས་པ་རེད་དེ་མི་ལོ་བཅུ་གཉིས་བར་དུ་བྱམས་པ་བསྒྲུབས་ནས། རྒྱལ་བ་ཆེན་པོས་ཁྱོད་ནི་ཞལ་མ་གཟིགས་པ་རེད། རྒྱལ་བ་ཆེན་པོས་དེ་ནི། ཁྱི་མོ། ཧ་ཅང་སྨད་རུལ་ལ། བུ་ཁྱི་པ་ཅིག་ལ། སྤྲུལ་ནས། དེ་ལ་བས་ཧ་ཅང་སྙིང་རྗེ་བཟོད་དུ་མ་གྱུར་པ་ཅིག་འཁྲུངས།

རང་གཅེས་འཛིན་ཞེས་པ་རང་གཅེས་འཛིན་གྱི་དོན་ནི་གཞན་གཅེས་འཛིན་གྱི་བྱམས་སྙིང་རྗེ་དེ་ནི་བྱམས་པ་དང་སྙིང་རྗེ་རང་རྒྱུད་ཡག་པོ་ཐོས་སོང་ན། དེ་ནི། གཏོར་མ་གཉིས་ཀྱིས་ང་ལ་མཉམ་པར་བཞག་ནས་ད་ལྟ་གོང་དུ་བཤད་པ་ནང་བྱེད་ཅིག། དེ་ནི་གནས་གྱུར་རིགས་གསུམ་གསེར་ཕྱེ་ནས་བ་དག་ཚིག་རྐང་གསུམ་མ་གཏོགས་ཡོད་པ་མ་རེད་དེ་ལ་ཚིག་རྐང་གསུམ་པོ་དེ་ལ་གནས་ལུགས་ཀྱི་དོན་ཐམས་ཅད་འདུས་ཡོད་རེད་གསུང་བ་དང་དེ་གནས་པའི་ངང་གནས་གྱུར་རིགས་གསུམ་གྱི་ངང་ལ་མཉམ་པར་བཞག་ནས།